སྐབས་འདི་ནི་སེན་ཏུ་ལཱས་ལགས་ཀྱིས་དགེ་ལྡན་པའི་དར་མཆོད་དང་དར་སྒྲོ་དང་བླ་མ་དང་དེ་ཚོ་ཚང་མ་ཆོས་ལུགས་རིས་མེད་དུ་དོན་དག་རིས་མེད་དང་དང་ཅིག་རིས་མེད་མང་པོ་ཅིག་ཡིན་པའི་རེ་བྲའོ་ཅིག་མང་པོ་བཤད་ཀྱི་འདུག་དེ་ལ་འདི་ཚང་མ་ང་ནི་གད་མོ་འདྲའོ་ཅིག་ཞུ་གི་འདུག་དེ་ནས། ཐབས་དེ་ནི་དྲ་བ་ལྔ་པའི་དགེ་དེ་རྙིང་མ་དང་དགེ་ལུགས་པ་གཉིས་ཀྱི་གྱི་རིས་མེད་འདྲ་བོ་གནང་ཡོད་རེད་ཟེར་ན་དེ་ཅི་ཡིན་འགྲོ་སྡིག་ཚིག་གེ་ཞི་ཡ་ཅིག་ཡོད་རེད། བན་རྒྱུད་ལོ་ཙཱ་བྱེད་ཅན་གྱི་ཅིག་ཕྱི་ལུགས་གཞན་པ་ཚང་མ་ལ་གེ་ཤར་འདྲ་བོ་བྱས་ནས་ཚང་མ་གནད་འགག་ཅིག་ཡོད་རེད་ཟེར་རེད་དེ་འདྲའི་ཅིག་བར་ཐག་ན་གཞོན་ཞིག་གནང་ཡོད་རེད་ཟེར་ན་འདིས་སྡིག་ཚིག་ཅིག་བཤད་ཡོད་པ་འདྲ་བོ་ཅིག་རེད། དེ་བས་མ་གཏོགས་དེ་ཅི་བདེན་མིན་གྱི་ཅིག་དགེ་ལྡན་པ་གི་ཕྱི་ལུས་རིས་མེད་བྱས་བཞག་ཡོད་རེད་ཟེར་ལབ་ལ་དེ་ནི་དགེ་མོ་ཞོ་ཡ་གྲོགས་ཀྱི་ཁེ་མཚར་གྲོགས་ཀྱི་ཆགས་རྒྱུ་ཡོད་རེད། ང་ཚོ་རྒྱབ་ལྗོངས་ཀྱི་ལོ་རྒྱུས་དུ་ཚོད་ན་ལ་ཆེ་ཆུང་ལོ་རྒྱུས་དེ་ཚོ་ཚང་མ་ལ་མ་ཅིག་བལྟས་ཡོང་པ་ཡིན་ན། ཆུ་གྲི་གྲོགས་ཡ་གྲོགས་ཅིག་ཡོད་རེད་ཕྱི་ལུས་རིས་མེད་བྱས་འདུག་དང་བྱས་འདུག་མི་འདུག་འདི་ཚོ་མ་བལྟས་པ་ཡིན་ན་ངོ་མ་ཆུ་གྲི་གྲོགས་ཡ་གྲོགས་དེ་འདྲས་ཡོད་རེད། དཔེ་ཚན་གྲོགས་ཀྱི་ཆ་ཤར་བ་ཡིན་ན། དགེ་ལྡན་པ་ལས་བགེགས་ཀྱི་དབང་བསྒྱུར་བྱེད་ཀྱི་དབང་ཆ་དུ་མ་ར་གོང་ནས་ཚངས་པ་སྡེ་སྲིད་ཀྱི་དབང་བསྒྱུར་བྱེད་པའི་སྐབས་བསྟན་བྱུང་དབང་པོ་ཁོང་ཚོས་མི་ཚངས་སྤྱོད་པ་དེ་གའི་དབང་བསྒྱུར་བྱེད་བདེ་བའི་སྐབས་ལ་ཡང་ཐ་ཅིག་ཚངས་ཀྱི་སྡེ་པ་དུ་འཚོ་བའི་ཅིག། བཀའ་བརྒྱུད་དང་ཕྱོགས་ནང་དང་དེ་འབྲེལ་ཕྱོགས་ལ་ཡང་ཕར་ཕྱིན་སྦྱིན་བདག་བྱས་ཏེ་ཚངས་པ་སྡེ་དགེའི་སློབ་མ་དེ་ནས

ཨོ་དེ་འདྲ་བྱས་ནས་གསེར་རིགས་དེ་འདྲ་མང་པོ་བརྒྱབ་ནས་ད་ག་འདྲ་ཕྱི་ལུགས་ཕན་ཚུན་སྦྱིན་བདག་གི་དོན་དག་ལ་ཡག་དེ་འདྲའི་གྲུབ་པ་རྒྱག་ཡོང་རེད། དེ་ནས་དེ་རྗེས་ལ། ཨ་ནེ་གཙང་པོ་མཛེས་པ་སྟོབས་ཆེན་པོ་འདྲ་བོ་ཆགས་ཡོད་དེ། ཨ་མི་ཀེལ་གྱི། བེ་རུས་ཁམས་ཀྱི་བེ་རུས་ཆོས་ཐུབ་བསྟན་ལགས་སོགས་པ་དང། ཨ་འདི་ཚོ་གི་ཅིག་བེམ་པོ་ལ་ཡང་ཤུགས་ཆེན་པོ། རྒྱབ་སྐྱོར་རེད་ཅིག་བེམ་པོ་གི་བསྟན་པ་དེ་ལ་རྒྱབ་སྐྱོར་ཅིག་སྦྱིན་བདག་ཅིག་མང་པོ་བྱས་ཏེ་དེ།

རྩམ་པ་འདེབས་ཚུལ་གྱི་གཅིག་ལས་གཞན། དེ་ཚོ་དགེ་བསྙེན་མ་གི་ས་ཆུང་སྡེ་གཞུང་སྦྱིན་བདག་དེ་ཚོ་ཚང་མ་འཕོ་འགྱུར་འདྲ་པོ་ཞིག་དང། ཨན་ཏེ་དམན་ས་འདྲ་པོ་ལ་མ་ཡུལ་སྐུ་དྲག་དགོན་པ་ཚང་མ་བརྗེ་བོ་བརྒྱབ་སྟེ། དཔོན་གཙང་དང་དྲ་ཕོ་དང་ཀོང་པོ་ལ་སོགས་པ་དེ་ཚོ་ཚང་མ་དགེ་བསྙེན་ངོ་ལོག་རྒྱག་ཡོང་དུས། ངོ་ལོག་ཞུན་རྒྱག་ཟེར་ན་མི་འདུག་ད་ག་ཟླ་དྲག་གནས་དེ་ལས་ཆེ་བ་མེད་པ་ཅིག་བས་ང་ལ་དྲག་གནས་ཆུང་པོ་ཅིག་བྱས་ནས་ང་མ་ཚང་མ་དྲག་གནས་བཙན་འོག་བསྡུ་བཙུགས་ཐོག་ནས།

ཀརྨ་པ་ཆེན་རྡོ་རྗེས་སྐུ་འཁོར་དུ་བཅས་པ་མར་འཇང་ཡུལ་གྱི་ས་ཁང་མི་ཁའི་ཁ་དཀར་པོ་ཤོག་ནས་ནུ་མར་ཁྲིད་པ་དེ་ཨ་མི་ཁའི་འཇང་ཡུལ་གྱི་ཤོག་ལ་བཀའ་བརྒྱུད་ཞུ་བྱུང་པ་ཡིན་ཏེ་དེ་ཚོ་ཚང་མ་ལ་དམག་བརྒྱབ་ནས་དེ་གའི་ཚང་མ་རྩ་མེད་བཏང་དེ་གའི་གི་བཀའ་བརྒྱུད་ཚང་མ་ཚུར་བཀའ་ཤི་ནས་ཚུར་ཞེ་ཐག་བྱས་ནས་ཚུར་ཁོ་རང་ཚོ་བོད་རང་བཞུགས་བྱས་ནས་མགོ་བཏགས་བཀའ་ཤི་ནས་དེ་ནས། རྩ་མེད་དང་མ་བརྒྱབ་པ་ཞིག་དང་ནི་མཚན་མོ་ཚེ་རྒྱུད་ནི་དེ་འདྲ་བྱས་ཡོད་རེད་བ། ཨོ་བདེ་སྐྱིད་འདི་ཨེ་ག་འདྲའི་བྱིས་ལུས་རིས་མེད་བྱེད་ས་རེད་དེ་བྱེད་ས་མ་རེད། གཅིག་མ་གཏོགས་གཞན་པ་ཡོང་ཆོག་གི་མེད་ཟེར་བསྡད་ཡག་གི་དེ་འདྲ་བྱས་ནས་འདིར་བ། ད་ལྟ་བ་ཁྲིམས་འཛིན་བྱས་ནས་ད་བསད་འདུག་ལྷ་སྲིན་འདྲ་བོ་དེ་འདྲ་རྐྱང་རྐྱང་ཚོགས་ཡོང་དུས་ད་ནི་དང་དེ་འདྲའི་བའི་གནས་བབ་དེ་འདྲའི་ག་ལ་ལྷུང་འགྲོ་གི་ཡོད་རེད།

དེ་འདྲ་བྱས་ནས་བཏང་འདྲ། རྡུང་རྡེག་བཏང་ནས་དེ་འདྲ་བྱས་དུས་ཡོད་རེད་ཨ་ནི། ཁྱེད་ལུས་རིས་མི་གསལ་ཏེ་ཨ་ང་དཀའ་ལས་ཁག་པོ་འགྲོ་རྒྱུ་རེད། དེ་ནས་སྐབས་གཅིག་གཅིག་གཉིས་མ་ཟེར་དུས་ཙམ་མ་ཐག་བཀའ་གཏེར་སྡེ་རྒྱ་བ་ལྔ་པའི་གི་སྐབས་སུ་དེ་སྤྱི་ཆ་མཐུན་འདྲ་བོ་ཅིག་ཡོད་རེད་དེ་ཨ་ནི་ཕྱིས་སུ། ཡར་རྡོ་རྒྱག་གི་སྐོར་དེ་ཉོག་དྲ་ལས་ནི།

འགྲུབ་པ་ལ་མ་ཐོས་པ་གཉིས་སུམ་ཅུ་བརྒྱ་བ་རེད། ཞལ་འདྲེན་ལུང་པ་གང་ཞིག་ཡོད་རེད། ད་ལྟ་ན་ལ་དྭགས་འབྲོག་ར་རྒྱ་བོད་ཀྱི་བོད་པ་ལ་གཉིས་གཅིག་བྱས་ཡོད་རེད། གཉིས་གཅིག་བྱས་ནས་དེ་འགལ་ལྡན་པ་སྐྱག་པ་ཞིག་ཞིག་བཟོས་ཡོད་རེད། དཔེར་ན། ད་ལ་དྭགས་འབྲོག་ར་རྒྱ་བོད་ཟེར་བའི་དེ།

མི་རེ་ལ་རྒྱ་ནག་ལ་མ་སྙེས་ཤུགས་འདྲ་པོ་ཞིག་བཏང་ནས། ངོ་བདེ་གི་ད་རྒྱ་ནག་གི་སི་ཐན་ལ་ཡོད་མཁན་གི་དམག་དཔུང་འདྲ་པོ་དེ་ཡར་བཏང་བ་ནི་དམག་རོགས་འདྲ་པོ་ཞིག་བཏང་བར་སྲིད་ལ་རེད། ངོ་བདེ་གི་ཞབས་འདྲེན་ཐོག་མ་གི་ཞུས་པ་འདྲ་པོ་ཞིག་རེད། འདི་ག་རེ་རེད་ཟེར་ན། ད་སི་ཐན་ནང་ལ་ཡོད་མཁན་གྱི་མི་འཇུག་གི་དམག་དེ་ཡར་སླེབས་ཡོང་དུས། གལ་ཏེ་ཁོང་གིས་གོ་ཁ་ལ་མ་བརྒྱབ་རུང་ག་ཅིག་གོ་ཁ་ལ་ཅིག་ཁ་སྙན་པོ་བསྒྲགས་ཤེས་ཡིན་རྒྱུ་དེ་ལྷ་སར་གི་དབང་ཆ་དེ་བཟུང་ཡག་གི་བློ་འདྲ་ཆ་འགྱངས་བྱས་ནས་རྙོག་དྲ་བྱས་ནས་གང་འདྲ་དེ་གི་མཐའ་མ་མཐའ་མ་དེ་ལགས། གོ་ཁ་ལ་པ་ཅིག་འདུ་འདྲིས་འདྲ་བོ་ཅིག་དང་གོང་གི་མགོ་བཏགས་ཤོས་ཟེར་འདྲ་ཅིག་དང། དེ་འདྲའི་གོང་ད་ཐུག་བསྟན་འདྲ་བོ་ཅིག་ལག་གི་འདྲ་བོ་བྱུང་ནས། དེ་འདྲའི་འདྲ་བོ་ཅིག་གི་མ་གནས་སྐད་ཅིག་འགྱངས་པ་རེད། ཡིན་ན་དེ། སྣེ་མང་གིས། གྲངས་ཀ་དེའི་ཚོང་འབྲེལ་དུ་འགྲོ་དགོས་སོང་གྲངས་ཀ་གསར་པ་དེ་གོ་ཁ་གི་དེ་ལ་ངེས་ལེན་བྱེད་དགོས་ཟེར་རོགས་ཡར་དེ་ལ་ངེས་ལེན་བྱེད་ཐུབ་མ་ཐུབ་ཅིག་གི་ཐོག་ལ་ཡར་དེ་གོ་ཁ་གི་བསྐྱར་དུ་མ་རྒྱག་ཡོང་གི་རེད། གོ་ཁ་གི་བསྐྱར་དུ་མ་བརྒྱབ་ནས་གཞིས་ཀ་རྩེ་གི་རྒན་པ་ནང་གི་སྐྱ་ལ་ཡོངས་རྫོགས་ཁའི་རྒན་པ་དང་གཅིག་པ། ས་གཞིས་ཀ་ཚ་ལས་མི་ཚང་མ་བསད་སྐྱ་ལ་ཚང་མ་འཕྲོག། ཚང་མ་འཕྲོག་སོང་ནས་བ་ཡུལ་ཁ་དུ་མ་འགྲུག་གི།

དེ་ནས་བི་ཀུ་ལ་མའི་སྒྲ་བཞི་པ་ནི། དེ་འདྲའི་རྗེས་ནས་ཨ་ཚང་མ་དབྱིན་ཇིར་ཤོར་ནས་བདག་གཅིག་རྒྱ་བཙལ་དང་དུ་བ་ཤོག་གི་དབྱིན་གྱི་བོད་པ་གི་མ་ཚང་མ་ག་ཚོད་མང་པོ་བསད་བཞག་ཡོད་བ་ད་དེ་ཚོ་ཚང་མ་ཐོག་ནང་ལ་མ་ཡོང་རེད། ང་ཚོའི་ཕ་ཡུལ་ཆུང་ཆུང་གི་དམག་མི་གཅིག་སྟོང་ལྷག་ཅིག་ག་དེ་དུས་རྒྱ་མཚོའི་དམག་གྲུ་ནང་ལ་སོང་ནས་དབྱིན་ཇིའི་གི་བཙོན་འཛུལ་འོག་ལ་ཤི་སོང་བ་དེ་འདྲའི་ཐོག་ནང་ལ་ཡོད་རེད། གང་ལྟར་མདོར་བསྡུས་ནས་ག་རེ་ཡོང་གི་རེད་ཟེར་ན། གང་ལྟར་བོད་ནང་ལོགས་ལ་མང། འདི་ཕྱི་རྒྱུད་གཞན་པ་དག་སོ་སོ་གི་མི་མང་གི་ཐོག་ལ་ཡང་མང། དྲང་གནས་གཅིག། ཨ་ནི་འདི་ནས་མང། པགས་པ་རིམ་པ་དགུ་དུ་མ་ཤོད། བློ་གཞུང་གཞན་པ་གསར་པ་ཕྲད་མ་གཅིག། ཆོས་ལོག་གི་རིག་གནས་ཡག་ཡོད་ཁེ་འོང་མ་གཅིག། འོ་སྟབས་གཅིག། དེ་ག་ཚང་མ་ལ་བཀའ་བསྒོ་གཅིག་གསེར་གྱི་ཡང་ཞུན་ལྟ་བུ་འདི་གཅིག་པོ་གཅིག་མ་ཐོན་མི་གོ་ཟེར་དུ་ཡང་དགོས། འོ་འདི་ད་ལྟ་མེད་དུ་བྱུང་བ་ཡིན་ཟེར་ལབ་དེ་ནས་ཨ་ནི། ཀྱི་རིག་གནས་གཞན་པ་དང་ཁྱད་པར་རེ་ཟུང་གིས་ཡར་རྒྱས་བཏང་ཡོད་ཀྱི་གནས་ཚུལ་ཚང་མ་མགོ་མཁྱེན་བྱས་ནས་ད་ལྟ་སེང་རྡོར་ལགས་སུ་སོན་ན་འདི་འདྲ་གི་སྟབས་ཀ་དེ་དེའི་གདན་ས་མཁན་པོ་འདོན་ཟུག་གི་བླ་གྲྭ་ཡིན་གྱི་ཁྱོད་ནས་བཙུགས་མ་བྱིས་པ་ཁྱོད་ནས་བཀག་བསྡད་པ་དེ་འདྲ་རེད་གལ་སྲིད་བླ་གྲྭ་འདྲ་བཙུགས་བ་ཡིན་ན་དྲ་བ་ལ་མ་གཏོགས་བཙུགས་མ་བྱུང་ཡ་སེར་མོ་བ་མ་གཏོགས་བཙུགས་མ་བྱུང་བ་དེ་འདྲའི་གི་སྐུ་དྲག་གི་མ་གཏོགས་ཅིག་བཙུགས་མ་བྱུང་ཡ་དེ་འདྲའི་འདྲ་བོ་བཟོས་བསྡད་པ་རེད། ཨོ་རྟ་སོ་སོ་གི་དྲ་གནས་བཅས་ནས་དབང་བསྒྱུར་བྱས་ནས་དེ་ཚོ་བྱེད་མ་ཐུབ་ན་རྟ་ཡག་མེད་ན་སེར་པོ་སོག་པོ་ཁྲིད་འོང་གི་རེད་ཡག་མེད་ན་ཨོ་རྒྱ་མི་ཁྲིད་འོང་ནས་ད་ག་འདྲ་སོ་སོ་གི་ཕྱི་རྒྱུད་གཞན་པ་དག་དེ་སོ་སོ་གི་མི་མང་དུ་རྐྱང་རྐྱང་མགོ་མནན་ནས་དེ་བྱས་དེ་བ་རེད་ཡག་མེད་ན་སོ་སོ་གི་ལམ་བསྟན་ཡག་པོ་ཞིག་བྱས་ནས་ཨོ། ཁྱེད་ཀྱིས་དཔལ་མི་རིགས་དེ་དང་དཔལ་མི་རིགས་དེ་སེམས་པ་གནས་བསྡུ་བའི་དང། ཨ་ཅེ་མི་མཐུན་ནས་མི་མང་གི་བདེ་སྐྱིད་ཡག་པོ་ཡོང་ཡ་གཅིག་ལ་བསམ་བློ་བཏོན་ན་འགན་རེད་བཞིན་ཁེར་བསྡུ་ན་དེ་འགྲིག་གི་ཡོད་རེད་དེ་ཁེག་གི་ཡོད་མ་རེད་དེ་སེ་ཇི་ཡང་ཡིག་ལྟ་བུ་འདི་རང་ཡིན་འདི་མ་དེ་གཞན་གང་ཡང་ཆོག་གི་མ་རེད་ཟེར་ནས་ཁྲིད་གང་ལ་དེ་རང་ཨུ་ཚུགས་བྱ་ནས་ཨ་ནི་ཁྲིད་འཛིན་གི་ལྟ་བ་བྱེད་ནས་རྒྱལ་ཁད་ཅིག་གི་ཆ་བོད་རིགས་སུ་འདུག་ཟེར་ཡ་རྒྱུ་འགྲོ་མ་ཐོག་མ་ནས་བྱས་བ་ཡིན་ན་ལོ། གཅིག། ཕྱི་རྒྱུད་འདྲ་མིན་གྱི་བལ་གྱི་དེ་དབང་བརྒྱུད་བྱས་ཡོད་རེད་དེ། དགེ་ལྡན་པ་གི་ཆེད་དེ་དུས་ཚོད་རེ་ཞིག་འདྲ་བ་ས་མི་ལོ་སུམ་བརྒྱ་རིང་དེ་འདྲ་ལ་བྱས་ཡོད་རེད། དགེ་ལྡན་པ་གི་འགན་འཁེལ་ནས་མགོ་ཁྲིད་ནས་དབང་བརྒྱུད་བྱས་དེ་བའི་བཀའ་ལ་དངོས་གནས་ཅི་ལ་དེ་ཚེ་གཉན་འཕྲང་ཅིག་རེད་དེ་གོང་ལ་རྫ་ལེགས་ཀྱི་ཡུལ་གྲུ་ཤར་ནུབ་ཚང་མ་དེ་འདྲའི་འདྲ་པོ་རེད་སྐྱོ་བོ་འདྲ་བོ་ཅིག་རེད། སྐབས་དེ་དུས་མི་ཚོ་སྙིང་འདྲ་བོ་ཅིག་སེ་ཚན་རིག་དང། དེ་ནས་ཤེས་ཡོན་དང་དེ་ཚོ་ཚང་མ་ཡར་རྒྱས་འགྲོ་ནས། སོ་སོ་སོ་གི་ས་ཆ་རང་སྲུང་དང་སོ་སོ་སོ་གི་ལུང་པ་ཡར་རྒྱས་བཏང་ཡག་གི་ཁྱད་པར་རིགས་ཚོ་ཚང་མ་ཡར་རྒྱས་བཏང་ཡག་གི་སྐབས་དེ་དུས། མོ་ལོ་སེམས་ཅག་འདི་གི་རིང་ནས་ཡར་འཁེལ་དུ་ཡོང་རེད། རེད་དེ་ང་ཚོ་གི་དེ་སེམས་ཅི་ཡར་རྒྱས་ལྟ་བུ་གཅིག་མ་གཏོགས་ཡོང་མི་ཆོག་ཟེར་ནས། ད་ནི་གཞན་ཁྱད་པར་རིགས་ཚོ་ཚང་མ།

སོག་པོ་དང་རྒྱ་ནག་གཉིས་ནི་རྩ་བའི་བླ་མ་ཟེར་བའི་ཚིག་དེ་ནི་གོང་མ་གནམ་གྱི་གོང་མ་ཟེར་ཏེ་འཇམ་པའི་དབྱངས་ཀྱི་སྤྲུལ་པ་དང་གཅིག། དེ་ལ་ཡ་གཅིག་བློ་གཅིག་སེམས་གཅིག་འདྲ་བོ་ཅིག་བྱས་ནས། ད་དང་པོ་དེ་བ་ད་དེ་རེད་བ། གོང་མ་དོན་གཙོ་ཆན་ལུང་དང་དོན་གཙོ་གི་གོམ་པ་མང་པོ་ཅིག་གིས། རྒྱལ་བ་སྔ་མ་གདན་འདྲེན་ཞུ་ཡ་དང་དོན་གཙོ་དང་པོ་དང་པོ་ད་གཅིག། ད་སོག་པོ་གི་ཚུལ་བོད་ཀྱི་རྒྱལ་བ་སྔ་པ་དང་དོན་གཙོ། བཅས་གདན་འདྲེན་བྱས་ཏེ་དེ་ལ་ཡར་གྱི་འཕེན་སྟངས་འདྲ་བའི་ཆ་ནས་གོང་མ་གདན་འདྲེན་ཞུས་སོགས་ཁོག་གི་འཕེན་པ་དང་ཐ་མཉམ་དུ་གདན་འདྲེན་ཞུས་སོགས་ལ་ཅེར་བ། དེ་རེད་དེ་གང་ས་གང་ས་ཅིག་ལས་ད་སོག་པོ་དུ་མ་མཉམ་རེ་མཉམ་རེ་འགྲོ་ཨ་ནི་ཅེས་བོད་ཀྱི་སྡེ་སྲིད་སངས་རྒྱས་རྒྱ་མཚོ་བའི་བུ་རྒྱུད་མ་རྒྱུད་པ། དེ་ཚོ་དང་སོག་པོ་གིས་བདག་དགོས་གཞི་བདེན་རྫུན་ཅི་འཇོག་གི་བུ་རྒྱུད་དེ་ཚོ་མང་ཡང་ཁོང་ཚོ་ནང་ཁྲོལ་བྱས་ནས་ཆོག་པོ་མེད་པ་སོག་པའི་སྤྱི་ཆགས་འོ་དེ་འདྲའི་ཆགས་སྒྲ་དེ་ནི་ད་ལྟ་རྒྱ་ནག་གོང་མ་གི་འདོགས་ཆགས་འདྲ་བོ་དེ་ངན་རི་ངན་འདྲ་བོ་ཆགས་ནས་ད་ནི་ཐེ་བལ་གི་བླ་མ་ཚང་བ་ལོ་ཡག་གི་བེད་སྤྱོད་འདྲ་བོ་ཞིག་དག་མ་འོངས་པ་ལ་དབང་བསྒྱུར་བྱེད་ཡག་གི།

ཨ་སོག་པོ་དེ་ལ་ཡང་དམག་ལས་དང་དྲང་བདེན་རྐྱང་རྐྱང་བྱས་ནས་དེ་འདྲའི་ཐོག་ལ་དམག་ཉམས་རྒུད་ཆགས་སོང་ལ། ཁྲོ་བོ་རྐྱང་རྐྱང་རྒྱབ་ནས། ད་རྒྱ་ནག་དེ་ཁོ་སོ་སུམ་བརྩེགས་ལུས་ཀྱི་བསྟན་བྱའི་ཟེར་དེ་ཚང་མ་སུམ་བརྩེགས་དམག་འཁྲུག་གི་བསྟན་བྱའི་ཆབ་སྲིད་ཀྱི་བསྟན་བྱའི་རྐྱང་རྐྱང་ལ་སློབ་སྦྱོང་བྱས་ནས། ཁོ་ཚོ་དེ་ནི་ཐ་མ་ཐ་མ་དག་ལ། ཨོ་ཐ་མ་ཐ་མ་དེ་ལ་གནས་སྟངས་དེ་འདྲའི་ཆོག་གོ་ཅིག་ཆགས་སོང་བ་དེ་འདྲ་དགེ་ལྡན་པ་པོ་བཅོས་ཞབས་བཅད་ཞབས་སོང་འདྲ་གྱབ་བྱེད་ཞབས་སོང་འདྲ་རེད་ཆོག་ལོ་འདྲ་བོ་དེ་འདྲ་རྐྱང་རྐྱང་ལ་བལྟས་ཨེ་མི་དགའ་ལ་ཡ་ཅིན་ཡིད་ཆེས་ལོ་དེ་འདྲ་བོ་གཙོ་བོ་འདྲ་བོ་དེ་བྱས་ཨོ་དེ་བྱས་དེ་དེ་ཙམ་པ་ད་ཐ་མ་དེ་མ་མི་འཇུ།

དེ་ནས་ཁོང་ཚོ་ལ་མགོ་བཏགས་རབས་ཞུས་དེ་འདྲ་རྐྱང་རྐྱང་རང་བྱས་ནས་བསྡད་བསྡད་པ་རེད། ཨེ་མཐའ་མ་དེ་ལ་ཡིད་ཆེས་བྱེད་དགོས་ལགས་ལ་གུང་ཁྲན་དེ་ལངས་ཡོང་པར་རོགས་རོགས་དེ་འདྲ་བྱས་ནས་ད་དེ་ནས་ནས་དགེ་ལྡན་པ་དང་དོན་གཙོ་ནག་རོང་མདང་དྲུག་རྐྱང་རྐྱང་རྒྱབ། དེ་ནས་བཅས་ཀྲུང་ཧྭ་ལེན་དང་དོན་གཙོ་ལ་འབྲེལ་བ་བྱེད། ད་ངས་དེ་བ་ལ་པར་རིས་དང་བཞེས་ཡོད། ད་དེ་ཀྲུང་ཧྭ་ལེན་དང། དགེ་རྟག་ཕྲུག་གི་སྙིང་དུ་གྲོགས་པོ་བསྐྱེད་ནས་ད་དྲན་ཐེངས་ཀྱི་རྡོ་རིང་ཆེན་མོ་འོའོ་མི་སྒེར་ལ་རྒྱང་བཞག་ཡོང་བ་དེ་རེད། ད་ད་ལྟ་སེ་འབྲུག་ལགས་སི་ཁོང་ཚོ་ཤོག་རེད་ཕ་ཡི་ཤོག་གི་མི་དེ་ཚོ་གི་ད་དགེ་ལྡན་པ་དེ་ཚོ་ལ་ནང་འཁྲུག་བསླངས་ནས་ནང་ལོག་དམག་རྒྱག་ཁ་ཤས་རྒྱག་ན་རྒྱུག་དེ་ནས་དེ་ཚོ་ཚང་མ་སྤེན་པ་དེ་ཚོ་ལ་མགོ་ཐག་ཤིག་ཡར་ཁྲིད་ཡོང་ནས་ནང་ལོག་ནང་ལོག་ནང་འཁྲུག་རྒྱག།

ཨོ། འདི་འདྲ་བྱས་ཏེ་ད་ག་ད་ཐ་མའི་ཐ་མ་དེ་ལ་ཡང་ཀ་ཡ་ཅི་ཡང་མེད་པར་བྱས་ནས་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་གཅིག་ང་དགུ་ཡིན་དེ་ནས་ནས་ད། ཨོ་ཁ་ནས་འཛུགས་གི་འཛུགས་ཕྱི་གང་ཅིའི་མེད་ནས་བྱས་ནས། དེ་ནས། ད་ཟས་ཀྱི་ཡ་གྱི་ད་བུ་ད་ཐ་མའི་དེ་བྱུང་བ་དེ་གས། བོད་མི་རིགས་ད། བསྟན་སྲིད་ད་བྱས་པ་ཚང་མ། ད་ནས་ད་སོ་བསྟན་སོ་མེད་པ་འདྲ་བོ་བྱས་ནས

ད་དེ་དེ་རེད་དེ་ཡོད་རེད། ད་དེ་ནང་ལ་ཡག་པོ་བལྟས་པ་ཡིན་ན། དངོས་གནས་བྱས་པ་ཡིན་ན་ད་ནི་སེམས་སྡུག་ལ་སྲིད་དགོས། ང་ཚོ་ཅིག་ཡིད་དང་རྡོ་རྗེ་འཇིགས་ཤིག་ཅིག་ཞུ་བོ་ཡོད་པའི་ཡོད་རེད་ད། ཨ་ལེ་ཅིག་ཅིག་ཅིག་སྲུང་མ་ད་ཅིག་ཅིག་ཅིག་ཞུ་བོ་ཡོད་པའི་ཡོད་རེད་དེ་འདྲའི་མང་པོ་བཤད་གི་འདུག་ད་རྡོ་རྗེ་འཇིགས་ཤིག་ད་དེ་འདྲའི་དྲག་ཏུ་ཁྲིད་ནས། དེ་འདྲའི་འཇིགས་སུ་རུང་བ་ད་དེ་འདྲའི་ཡོད་པ་ཡིན་ན་ངོ་མ་ཡོད་པ་ཡིན་ན།

ལྷ་དང་འབྲེལ་བ་བྱེད་ཀྱི་ཡོད་ལྷ་སྒྲུང་ཞེས། ད་གནས་ས་དེ་འཛམ་བུ་གླིང་གི་གོ་ལ་ལས་འགྱུར་ལྡོག་ག་རེ་འགྲོ་གི་ཡོད་པ་དེ་ཁྱེད་ནི་མ་ལྟ་བ་ཅི་སེ་ཅི་ཡང་ཞིག་ཡིན་སྲིད་དེ་ཆུང་ཆུང་དེ་ལ་འགོ་འཐོམས་ཏེ་རྒྱ་གར་གྱི་མཁས་དབང་ཨོ་ཤོ་ལགས་གསུངས་ཡོད་རེད་འཛམ་བུ་གླིང་འདི་ནང་ལ་ཕྱི་ལོ་གཅིག་སྟོང་དགུ་བརྒྱ་གི་དུས་རབས་ཉི་ཤུ་པའི་མགོ་སྟོད་དུ་ནང་ལ་ཡང་ཕྱི་ལོ་གཅིག་པོ་ནང་ལ་འགོ་འཁོར་འདས་དེ་གའི་འཛམ་བུ་གླིང་ནང་ལ

ལྟ་གྲུབ་སྐྱིད་པོ་རྣམས་ལ་མཛོད་བསྡུས་ཀྱི་ཡིན་གི། ད་ཏིག་གི་ཚང་མ་ལ་བལྟ་གི་ཡོད་པ་ཏིག་གི་ཚང་མ་གཅིག་འགྲིག་གི་ཡོད་པ་ཟེར་བ་ཅིག་བཤད་འདུག་གི་དེ་བེད་སྤར་མ་ཐུབ་ཡོང་མ་སྐད་བརྡ་འདི། འོ་དེ་འདྲ་བྱས་ནས་ད་ག་ཟླ་འདི་གི་གཅིག་མི་རིགས་ཀྱི་འགྲོ་སྟངས་དང་བསྡད་སྟངས་དང་གཅིག་མི་རིགས་གཅིག་གི་གཅིག་བསྡད་འདུག་སྤྱི་ཚོགས་གཅིག་གི་བསྡད་འདུག་འགྲོ་སྟངས་ཆ་ཚང་གཅིག་ག་སེ་བྱེད་ཐུབ་ཀྱི་ཡོད་ན་ད་འགྲིག་གི་ཡོད་རེད་དེ་ད་དེ་ལ་ཁྲིམས་འཛིན་བྱས་ན་བྱེད་རིན་ཡོད་པ་ཅིག་རེད་དེ་ག་ཟླ་མཐའ་མ་དེ་ལ་ཡང། ག་སྐུ་ཅིག་ཡོད་མ་རེད་བ། ཁ་ནས་མཛུབ་མོ་བཙུགས་ནས་དེ་ནས་བེའུ་ཡོང་བ་འདྲ་བོ་ཅིག་ཚང་མ། ཨ་གསེར་མདོག་ལགས་སེ་དེ་གའི་གསེར་མདོག་དེ་གའི་ཚང་མ་ཚོ་གསེར་ལག་གི་མདོག་རང་རང་བྱས་ནས་མཐའ་མ་མཐའ་མ་དེ་ལ་གསེར་ལག་མདོག་ཆགས་སོང་བ་དེ་རེད། ཨོ་དེ་འདྲ་རེད་དེ་ནས་མཐའ་མ་མཐའ་མ་དེ་ལ་ད་ང་ཚོ་ལ་ལ་འདྲེ་འདྲ་བོ་ཅང་ཅང་བརྩེགས་ནས་ལ་སྒྲུང་འདྲ་སྒྲུང་འདྲ་ཅང་ཅང་བཤད་ད་དེ་གའི་ཐབ་ཚད་ཀྱི་ཐོག་ལོག་ལ། ད་ད་ལྟ་ཅིག་དགེ་ལྡན་པ་སི་ཏི་ཚང་པ་ཚང་མས་ཅིག་སྡུག་འདྲེ་གནས་འདི་རུ་སོང་འདྲ་ཅིག་འགྲུལ་དེ་བ་འདྲ་སོང་ད། དགེ་ལྡན་བག་གི་དགེ་བཤེས་དེ་འདྲ་སླེབས་ཡོང་དུས། ཨ་ནི་གོན་པ་མེད་ཀི་ཚིག་སོ་རུ་ཟེར་འདྲ་བོ། དེ་གི་རྗེས་ལ་སྡུག་འདྲེ་སླེབས་ཡོང་རུ་ཟེར་སོ་འདྲ། མང་པོ་དེ་འདྲས་བྱུང་ནས་འདུག་ལ་ཡ་ཅིག། དགེ་ལྡན་བག་གི་གྲྭ་པ་དགེ་བཤེས་ཡོང་མི་ཆོག་རྒན་པ་རྣམས་ལ་འཛུལ་མི་ཆོག་སོ་འདྲ། དེ་འདྲས་མང་པོ་ལྟ་སྟངས་ཡོད་རེད། ད་འདི་ཚོ་ཚང་མ་ང་ཚོ་གི་སོས་དེ་བ་རུ་བ་ལྷ་རྩེད་འདྲེ་རྩེད་འདྲ་ཆང་ཆང་བཅག། ཨོ་ཨོ་བདེ་སྐྱིད་བདེ་གལ་སྲིད་ཁྱི་ལུད་རིས་མེད་ཅིག་ནས་མཐུན་འབྲེལ་བྱེད་དུ་ཡོད་ན་ནིང་ཁོ་ལྟ་སྟངས་དེ་འདྲ་ཡོང་གི་མ་རོ། ཨོ་དེ་འདྲས་ཡོག་རེད་དེ་ནས་མཐའ་མ་མཐའ་མ་དེ་ལ་ད་གང་ཟག་སེར་གྱི་ཡང་ཞིག་སྐྱིད་པོ་གི་འགྲིག་གི་རེད་ཟེར་ནས་དེ་མ་འགྲིག་ནས་ད་མཐའ་མ་མཐའ་མ་དེ་ལ་གདོང་འདྲ་གྱི་ཚུལ་རྒྱག་ཤག་ན། ད་ནི་ལོ་ངོ་སུམ་བརྒྱ་གི་རིང་ལ་ཡང་ད་གེ་རྒན་བརྟེན་པར་གེ་རེད་གེ།

མཐུན་པ་རྗེས་སུ་མཐུན་འདུག་བས་འཇིག་རྟེན་མི་ལ་མཐུན་པ་གཙང་མ་གི་ཡོད་པས་སུ་འགྲོ་སྟངས་བདེ་ཐང་ཡོད་མཁན་ཞིག་བཟོ་ཐུབ་འདུག་བས་ད་ད་ལྟ་བྱ་བ་ཡིན་ན་གནས་སྟངས་ག་འདྲ་ཅི་ལ་ཆགས་འགྲོ་འདུག་ད་ཡག་པོ་བལྟས་བ་ཡིན་ན་ལོ་ངོ་སུམ་བརྒྱ་རིང་གི་གྲུབ་འབྲས་འདྲ་བོ་ཅིག་རེད་ད་སེ་འདོད་ལ་སེ་ཁྱེད་རང་གིས། ཏེ་ཏིང་འཛིན་བྱས་ནས། འདི་ལས་སླ་བ་མེད་པ་འདི་ལས་གོང་ན་མེད་པ། འདི་གསེར་གྱི་ཡང་ཞིང་ལྟ་བུ། འོ་ད་ལྟའི་མེད་དུ་བྱུང་བ། ཨང་འདི་ནི་སེམས་ལ་རྙེད་པར་དཀའ་བ་ཡིན་ཟེར་ནས། ངག་བཏོད་ལྡན་ལ་ཁྱེད་རང་གཉིས་ཀྱིས་གསུངས་ཡོད་རེད་ད་འདི་ཡི་བེད་སྤྱད་སྟངས་ནི། ལོ་ངོ་སུམ་བརྒྱ་རིང་ཟེར་ད།

ཨ་ནེ་བཏང་སྟེ་ག་འདྲས་ཀྱིས་བཟོས་འདུག་ད་བཟོ་མཁན་དེ་སུ་རེད། ཨ་འདྲས་མཇལ་འདུག་པ་མཇལ་མི་འདུག་ད་དང་ཚང་མ་ཕར་བལྟས་ནས། ལོ་རྒྱུས་ཀྱི་རྒྱབ་ལྗོངས་ནི་ལོ་རྒྱུས་ལ་ནག་སེལ་བཏང་ཡང་ལོ་རྒྱུས་ཀྱི་རྒྱབ་ལྗོངས་ནི་ཚུར་ཁ་གྲགས་ཏེ་ཡོད་ར་བ། ང་ཚོ། མཁའ་གི་རྦབ་རླག་མར་མེ་མདག་གི་རྦབ་རླག་ཡིན་སྐོར་བཤད་བྱུང་བ། ཨ་དངོས་གནས་བྱས་པ་ཡིན་ན་རྩམ་པ་འདེད་སྲིད་དང་ཁོ་ཚོ་གི་ཐོག་ནས་མ། བག་རེ་བྱས་ནས་བྱ་བྱ་བ་ཡིན་ན་དངོས་གནས་བྱས་ན་ཁོ་ཚོ་གི། འགན་དེ་ཁོང་ཚོར་བོད་མི་མང་གི་བདེ་སྡུག་གི་འགན་དེ་ཁོང་ཚོར་སྤྲོད་བཞག་ཡིན་རང་ཅག་བཞག་ཡོད་ན་དེ་གའི་སྒྲ་ཅིག་ང་ཚོ་སྡུག་པོ་འདྲ་ཞིག་བྱ་ཨ་ཡེ་ན་སོང་ས་འདྲ་བོ་ཅིག་ཡོད་རེད་དེ་ག་རེ་ཟེར་ན་དང་དྲག་ནང་བཞིན་ང་ཚོ་ནང་བཞིན་ཁྲིམས་འཛིན་འདི་འདྲས་ས་འདི་ལ་སོང་ནང་བཞིན་མང་པོ་དོན་གེ་མ་རུ་བ་ཁོང་ཚོ་ག་རེ་ཡིན་ན་ཅིག་གཙོ་བོ་འཇིག་རྟེན་མི་གཅིག་གི་འགྲོ་སྟངས་ཅིག་གཙོ་བོ་ཆད་འགྲོ་གི་རུ་བ་ཨོ་དེ་སེར་གྱི་ཡ་གྱལ་ལྟ་བུ་གཅིག་པོ་ཡིན་སུ་ལ་གེ་མ་རེད་དེ་འདྲ་སྟེ་སྒྲ་མེད་འགྲོ་གཉིས་ནི། ཨེ་ཀོ་ཛོ། ཁྱིམ་མིའི་ལས་འགོ་ཐག་གཅོད་ནས་སོག་པོ་དང་རྒྱ་ནག་དེ་ཚོ་ཁྲིད་ཡོང་ནས་སོ་སོའི་མི་རིགས་ག་ལ་སྡུག་པ་བཏང་ནས་དེ་ཚོ་གཉའ་གནོན་བྱེད་ཞོར་བྱེད་ཀྱི་མ་རེད་བ། ཨོ། དེ་འདྲའི་མི་སྤྱི་དེ་གཞན་འཕྲིན་ཁྲུ་ཚོགས་རྒྱག་ཟེར་མཁན་དེ་ཚོ་བྱུང་ཡོད་ཀྱི་མ་རེད། ཨོ། དེ་ནས་ད་ལྟ་ག་རེ་ཟེར་དགོས་རེད་དེ་ནས་ང་ཚོ་ཉམ་ཐག་པ་འདི་འདྲ་ཅིག་བྱུང་ཨ་ཡོད་ན་སོང་སོང་འདྲ་བྱེད་ཡོད་རེད། བྱས་ཙང་ད་ང་ཚོ་དེའི་གི་རྒྱ་ར་ལོ་རྒྱུས་ནང་ལ་ཡང་སྲོལ་དུ་མེད་པའི། ད་ནག་ཐིག་ཆུང་པོ་ཅིག་ཟ་མི་འདུག་ཞབས་འདྲེན་ཆུང་པོ་ཅིག་ཟ་ན་མི་འདུག། ད་དེ་ལས་སྡུག་ཙམ་མེད་པ་དངོས་གནས་སྐྱེ་བ་ཡོད་ན་གདོང་པ་བསྟན་མི་ཐུབ་ཡག་གི་ཉག་དམར་པོ་ཅིག་གིས་ཕྱག་བསྡུ་དགོས་ཡག་དེ་རེད། ད་འདི་བྱས་དེ་ཡང་འདི་འདྲའི་གནས་བབ་ཅིག་ལོང་ཡག་དེ་སེམས་སྡུག་ལ་སེམས་དྲག་པོ་འདི་འདྲའི་དམངས་པོ་ཅིག་གིས། ད་འདི་གཅིག་མ་ཐུབ་དགོས་མ་རེད་གཞན་པ་གང་ཡང་ཡོང་མི་ཆོག་ཟེར་དགོས་ས་བལྟས་བྱེད་མ་ཐུབ་གསར་ལོག་གསར་པ་བལྟས་མ་ཐུབ་ཚན་རིག་ཤེས་མི་ཆོག་ཨོ་དེ་ཅི་དེ་ད་ཆོས་ལུགས་གཞན་པ་ཚང་མ་ལ་དམ་དྲག་བྱེད་ཨ་ནི་ནི་དེ་ཚོ་ལ་ཕྲག་དོག་ང་རྒྱལ་བྱེད་མི་མང་ཚང་མ་ལ་པགས་པགས་ཤོད་མི་མང་ཚང་མ་ལ། གཅིག། བློ་སྦྱོང་གཞན་ཡང་སྤྲོས་མ་བཅུ་ཆུ་ལོག་གི་དོན་གཙོ། དཔེར་ན་སྤོ་ལོ་ཡིན་ལ་སྦྱར་མ་བྱས་ནས་སྤོ་ལོ་ཅིག་སྦྱར་བ་ཡིན་ན་ས་གཞི་བཅོམ་ལྡན་འདས་གོས་ལ་སྒྲོན་ཆགས་ཤིག་དེར་སུ་ལབ་ནས། དེ་འདྲའི་བྱས་ནས་བསླབ་གྲྭ་དང་བཙུན་མ་བཅུ་འོན་བའི་བསམ་བློ་ཡོད་དུ་ཤེས་རིག་ཁྱབ་པ་རིགས་སུ་ཡ་བརྒྱུད་གཏང་མ་བྱས་ནས། ཨ་བ་ཏན་ཏན་གྱིས་རྒྱ་སྐད་ཅིག་ཆུང་བ་ལ་དམག་དོན་དང། ད་དེ་ཚོ་ཚང་མ་ཡར་རྒྱས་བཏང་ཡོད་ལ་དགོས་ཀྱི་ཡོད་རེད་དེ་ཚོ་ཚང་མ་ཉམས་ཆག་ག་འདྲས་ཕྱིན་ཡོད་པ་དེ་དག་འབྲུག་པ་དང་གོ་ཁ་དང་དེ་ཚོས་ལ་དྭགས་ལ་དམག་རྒྱག་པའི་སྐབས་སུ་ཚང་མ་གསལ་བོ་བྱས་ནས་ཤེས་ཡོད་རེད་དེ། ད་ལྟ་ཡང་ད་ག་རང་ལེགས་ཉེས་ཁྲིག་རྩིས་བྱས་ནས་བསྡད་ནས་ད་བོད་མི་དམངས་དེ་ཕྱི་དྲོང་ནང་ལ་གཡུག་བཞག་པ། དངོས་གནས་བྱས་ན་ད་ནག་ཉེས་ཆེ་ཤོས་དེ་སེང་འབྲུག་ལྷ་སྲིན་ནག་པོ་འདི་འདྲས་ཀྱིས་བསམ་བློ་བཏང་ནས་བཤད་དེ་ལྟ་བ་ཁྲིམས་རྩིས་བྱས་ནས་ཕྱི་མ་དེ་མ་གོ་ཟིན་བཤད་བསྡད་ཀྱི་འདི་ཚོ་གི་བྱས་རྗེས་ཡིན་ཙང་ད་འདི་ཚོ་ངོ་མ་སྐྱེ་བ་ཡིན་ན

འོར་དེ་ཅི་དེ་ད་ང་ཚོ་དེ་འདྲའི་སེམས་འདུལ་ལགས་སེ་སོང་ལ་འདི་འདྲའི་གི་ཕྲན་ཚུགས་རྐྱང་རྐྱང་བྱས་ནས་ད་གཉིས་པ་ལ་གཉིས་པ་དེ་ངོ་མ་མ་མཐོང་ནས་ད་ལྟའི་ཆ་ལ་འདི་འདྲའི་གི་ལག་བདེ་བ་ཡིན་ན། དངོས་གནས་བྱས་བ་ཡིན་ན་དགེ་བཤེས་ཟེར་མཁན་དག་གི་བླ་མ་དགེ་བཤེས་སྤྲུལ་སྤེལ་གི་ཟེར་མཁན་དེ་ཚོ་ཕ་ཡུལ་ལ་གཏམ་དཔེ་བྱོན་རེད་བྱས་ནག་མོ་གི་ཡོད་ན་ད་བླ་མ་གི་བྱས་དགོས་ཟེར་ད་ལུང་པ་ཕན་ཚུན་དང་རྩ་ས་ཆུང་ཆུང་དང་ལུང་པ་ཕན་ཚུན་འཁྲུག་པ་དག་གིས་མི་མཐུན་པ་མང་པོ་བྱས་འགོར་བ། ཀྱི་བླ་མ་དྲུག་གིས་ད་གེ་ཞིག་ཟེར་ངེས་ཏེ་དཔའ་རུའི་བཀའ་ལ་བཟླས་ནས་ཅིག་ཤོས་གཅིག་ལ་ཁྲིམས་འཛིན་མ་བྱས་པ་ཅི། དཔའ་རུའི་བཀའ་ལ་ཅིག་བཟླས་ནས་ནི། གཅིག་ལ་དེ་ཕ་ཤོག་གེ་ཆག་བཞག་ཚུལ་ཤོག་གེ་ཆག་བཞག་རྙོག་དྲ་ཚང་མ་འཇགས་འགྲོ་གི་ཡོད་རེད་བ། ད་ལྟ་ང་ཚོ་དགེ་བཤེས་ཚོས་དེ་འདྲ་བྱེད་ཀྱི་མི་འདུག་ང་ཚོས་དེ་ལས་ལྷག་པ་ཅིག་མེད། ང་ཚོས་དེ་ཡག་ཤེས་ཡིན་གསེར་གྱི་ཡང་ཤེས་ལྟ་བུ་ཡིན། ཟེར་ངེས་ཏེ་བྱང་ཆུབ་དབང་སོ་སོ་གི་བླ་མ་དེ། ཁྱེད་ཀྱི་རྒྱ་པོ་ཡིན་སྤྱང་སྤྱང་ལགས་ནས། ཨང་ཀི་ལྟ་བ་ཞིག་ཡིན་པ་ཚང་མ་ལ་འབུར་འཇོག་འདྲ་བོ་ཞིག་བྱས་ཏེ་དེ་ཨང་དྲུག་པ་དེ་ཡར་བླངས་འདུག་ཡོར་བ། ད་ད་ལྟའི་ཆ་ལ་ཡིན་པ་ཡིན་ན་སོ་སོ་ཕ་ཡིས་ཤོང་ཚན་དང་ལུང་པ་ལོང་ཚན་ཆོལ་ཁ་དེ་ཚོ་ཤོར་ལ་སྤྱང་སྤྱང་བ་གི་ཞིག་ཏུ་ཟིན་ཚོད། ཨང་དྲུག་པ་དེ་པ་རུ་ཁ་ལ་མ་བསྡད་པ་བྱས། ད་བླ་མ་འཇིག་རྟེན་མགོན་པོ་དང། ད་ད་འདྲ་ཅིག།

ཨོ་དེ་འདྲ་རེད་ད་ངས་ཀྱི་ཅིག་ང་ཅིག་དང་ཚེ་རིང་གིས་མཐུན་མཐུན་མ་མཐུན་གི་མཐུན་ས་མ་མཐུན་ས་ལ་ཅིག་བཤད་དགོས་བསམ་སོང་དེ་ད་དེ་བཤད་ཡོད་རང་མ་ཚོས་ད་ལྟ་ཁོ་སེ་འདོད་ལ་སེ་སེ་ངས་ཁྲིམས་འཛིན་གི་ལྟ་བ་དེ་ཞུ་ཆེན་པོ་ཡོད་དེ་ཁོས་དེ་འདྲ་ཚུལ་ལ་དེ་ཚོད་མ་དེ་ལ་ཕ་མ་ལ་རང་ལ་རེད་རྒྱུ་རེད་ཨོ་དེ་འདྲ་ཅིག་ནས་མང་པོ་ཆགས་ར་འདུག་དེ་ནས་མང་པོ་ཞུ་གི་མེད་དེ་ནས་ཅིག་ཡར་རྒྱང་ཁ་རྗི་མ་ཅིག་ལ་ཡར་ཅིག་མཐུན་མི་མཐུན་གཙོ་བོ་དེ་གི་ཐོག་ལ་མ་ཞུ་ཆོག་གནས་སྐབས་དེ་ཤག་ཤག་གི་བཀའ་དྲིན་ཆེ།